ཡུ་རོབ་བོད་ཀྱི་གཞོན་ནུ་ཚང་མ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། འདི་ལོ་སྤྱི་ལོ་ཉིས་སྟོང་བཅུ་གཉིས་སྤྱི་ཟླ་བཞི་པའི་ཚེས་བདུན་དང་བརྒྱད་རེས་གཟའ་སྤེན་པ་དང་ཉི་མ་ཉིན་གཉིས་ཀྱི་རིང་སུས་ལེན་ལ་ཡུ་རོབ་བོད་ཀྱི་གཞོན་ནུའི་གྲོས་ཚོགས་ཚོགས་ཆེན་ཐེངས་གཉིས་པ་དེ་འཚོགས་རྒྱུའི་ཐུགས་གཏན་འཁེལ་བ་ངོས་ནས་བསྔགས་བརྗོད་དང། རྒྱབ་སྐྱོར་ཞུ་གི་ཡོད། མཁྱེན་གསལ་རེད་བོད་ནང་རྫ་དྲག་གི་དཀའ་ངལ་ནང་གནས་ཡོད་པ་དང། དེ་འདྲ་སོང་ཙང་ཚོགས་ཆེན་འདི་ལྟ་བུ་ཚུགས་ཐུབ་པ་དེ་དགེ་མཚན་ཆེན་པོ་མཐོང་གི་འདུག་དེང་སང་ཡུ་རོབ་ནང་ལ་བོད་མི་ན་གཞོན་ཕོ་མོ་མང་པོ་ཅིག་འཚར་ལོངས་བྱེད་ཀྱི་ཡོད་རེད་དེ་འདྲ་སོང་ཙང་སྤྱི་ཟླ་བཞི་པའི་ཚེས་བདུན་དང་བརྒྱད་གཉིས་ལ། ནས་བོད་ཀྱི་གཞོན་ནུ་ཚང་མ་ལོ་གང་མང་མང་མཉམ་ཞུགས་གནང་རོགས་གནང་ཞུ་རྒྱུ་ཡིན། གང་ལ་ཟེར་ན་འདིའི་སྐབས་ལ་ང་རང་ཚོ་ན་གཞོན་གཞོན་ནུ་ཚོ་གིས་ཕན་ཚུན་བོད་ཀྱི་རྩ་དོན་གྱི་ཆེད་དུ་བགྲོ་གླེང་བྱེད་ཡ་དང་དེ་ག་ནང་བཞིན་གྱི་ཕན་ཚུན་ངོ་སྤྲོད་ཡོང་ཡས། ཨ་ནེ་བོད་ཀྱི་རྩ་དོན་ལ་ཕན་པའི་ལས་འགུལ་ག་རེ་རྩོམ་མ་རྩོམ་གྱི་ཐོག་ནས་བཀའ་མོལ་ཞུ་ཡས་ཀྱི་གོ་སྐབས་དངོས་གནས་ཀྱི་གལ་ཆེན་པོ་ཞིག་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ག་ནས་གཞོན་ནུ་ཚང་མས་ཀྱི་ཨ་ནེ་སེམས་ཤུགས་དང་དང་བླང་གྱི་ཐོག་ནས་ཨ་ནེ་ངེས་པར་དུ་ཨ་ནེ་སུད་སི་ད་ལྟ་གཞོན་ནུའི་གྲོས་ཚོགས་ཀྱི་ཚོགས་ཆེན་འདི་ལ་ངེས་པར་དུ་ཕེ་རོགས་གནང་ཞུ་རྒྱུ་ཡིན། ཨ་ནི་ང་ཚོ་ཡིན་པ་ཡིན་ན་ཡང་ད་ལྟ་ཡུ་རོབ་ཀྱི་སྤྱི་འཐུས་ཁྱུང་རྟ་ལགས་དང་ང་ཚོ་གཉིས་ཡང་བོད་སྐད་བཅའ་མཁན་ཡིན་འདི་སྐབས་ལ་ང་རང་ཚོ་ཚང་མ་ལོ་ཨ་ནི་གཅིག་གི་མཚམས་ཀྱི་བཀྲ་ཤིས་བདེ་ལེགས་ཞུ་ཡག་དང་ཨ་ནི་ག་སུ་རེད་བགྲོ་གླེང་ལྷུག་པོ་ཡོང་ཡག་གི་ང་རང་གི་རེ་བ་དང་ག་སུ་ཡིད་ཆེས་ཡོད་ཨ་ཚང་མ་མཇལ་ཡོང།